དེབ་འདི་གླེང་རྒྱུ་དེ་ཐོག་མར་དེང་རབས་བོད་ཀྱི་སྐད་ཡིག་ནང་དུ་བསྒྱུར་བསྒྲིགས་བྱས་པའི་གཏམ་རྒྱུད་གསུང་རབ་པ་བོད་ཀྱི་ཞལ་ཤེས་གསར་བ་དཀོན་བཟང་མེ་ལོང་གི་ཀློག་པ་པོ་ཁྱེད་རང་ལ་འཚམས་འདྲི་ཞུ། ཀློག་པ་པོ་ཁྱེད་རང་གཏམ་རྒྱུད་གསུང་རབ་པ་བོད་ཀྱི་སློབ་དཔོན་ནམ་མཁའི་དབང། དད་ལྡན་ལྷག་པ་རྒན་པའང་གཞོན་པ་ཞིབ་འཇུག་པ་སོགས་སུ་ཡིན་རང་དམ་པའི་ཆོས་སྐྱོང་འདི་ཉིད་ཀྱི་སྐོར་ལ་ལས་སླ་བོའི་ངང་ནས་རྟོགས་ཐུབ་པའི་ཕྱིར། དེང་ཕོ་ཆོས་སྐྱོང་གི་ངོ་སྤྲོད་དང་བྱུང་རབས་དོན་སྙིང་སོགས་ཀྱི་སྐོར་ལ་ཅུང་ཟིན་ཞུ་བར་འདོད། ད་དམ་ཆོས་གསུང་རབ་ཨའི་བག་ཡོད་ཞལ་ཕྱེ་གསར་པ་འདི་ཡིག་བསྒྱུར་ཞུ་བའི་སྐོར་དང། ཞོལ་ཕྱེ་གསར་པའི་གི་སྐོར་དེ་གི་ནང་དོན་དང་དེ་གི་སྐོར་ལ་ཡང་ད་གསན་གཟིགས་གནང་མཁན་ཁྱེད་རང་ཡང་གསུང་རབ་གི་སྐོར་ལ་སློབ་དཔོན་ཡིན་ན་འདྲ་མཁས་དབང་ཡིན་ན་འདྲ་གསུང་རབ་གི་སྐོར་ལ་ཡང

ཅུང་ཟད་དེ་བསྡུ་བྱེད་ཞུ་བ་ཡིན། དང་པོ་དེ་ལ་ཡང་དང་པོ་གཉིས་པ་གསུམ་པ་བཞི་བ་ལྔ་བ། དྲུག་པ་བདུན་པའི་བར་དུ་བྱས་ལེ་ཚན་འདྲ་བོ་ཆུང་ཆུང་བྱས་བདུན་པའི་བར་དུ་ཞུ་བ་ཡིན། དང་པོ་དེ་ལ། འདི་ནི་སྤྱི་བོའི་དོན་བརྒྱུད་བདག་ཉིད་ཆེན་པོ་ལྷ་དཀོན་མཆོག་གི་བདེན་པའི་བཀའ་ལུང་ནང་ཐོན་མིའི་བརྡ་སྤྲོད་རིག་པའི་གཞུང་ལུགས་བོད་ཀྱི་དོན་ཁྲིད་མི་ཞིབ་གསར་གྱི་ཡིག་སྒྱུར་བྱས་ནས་ཐམས་ཅད་གསལ་བའི་མེ་ལོང་ལྟ་བུ་ཞིག་ཡིན། སྲིད་པ་བདག་ཉིད་ཆེན་པོ། བཀོད་པ་པོ། ཞུ་ན་མི་འདུག་ཨ་ནི་སྐྱབས་ཡུལ་བདག་ཉིད་ཆེན་པོ། ལྷ་དཀོན་མཆོག་གི་བདེན་པའི་བཀའ་དང་ལུང་བསྟན་ནང་ཐོན་མི་བརྡ་སྤྲོད་རིག་པའི་གཞུང་ལུགས་བོད་སྐད་དུ་ཡང་ང་ཚོའི་བོད་སྐད་ཀྱི་ནང་ལ་ནི་ཞིབ་ཚགས་པོ་ངང་ནས་ཡང་དེ་ཡིག་སྒྱུར་ཞུས་ནས་ཨ་ནི་དེ་ཡང་ཐམས་ཅད་དེའི་སྐོར་ལ་ཡང་སྐྱབས་ཡུལ་བདག་ཉིད་ཆེན་པོ་ཁོང་སུ་ཡིན་མིན་དང་ཨ་ནི་སོ་སོ་རང་ཉིད་ཀྱི་མི་ཚེ་དེ་ག་འདྲ་ཡིན་མིན་སྐོར་ལ་ཡང་གསལ་པོ་བྱིན་པའི་ཆེད་དུ་གསལ་པོ་ཡོང་བའི་ཆེད་ཨ་ནི། མེ་ལོང་ལྟ་བུ་ཞིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་གཉིས་པ། འདི་ནི་དེང་རབས་འཛམ་གླིང་ཁྱོན་ཡངས་དང་ལྷག་པར་ལྷོ་ཤར་ཨེ་ཤི་ཡའི་ཁོར་ཡུག་ལ་གནས་སྡོད་བྱེད་མཁན་བོད་རིགས་བཅས་ཡོངས་ཁྱབ་བོད་ཀྱི་ཐོན་མིའི་དྭ་ཕྲུག་རིག་པ་ཚད་ལྡན་གནང་འདོད་ཡིད་འགྱུར་ཞུས་པ་ཞིག་ཡིན། ད་འདི་ཡང་འཛམ་གླིང་ཁྱོན་ཡངས་ང་ཚོ་ལྟ་བུའི་རིགས་དེ་གའི་དེང་སང་འཛམ་གླིང་ག་ས་ག་ལ་བཞུགས་གནང་གི་ཡོད་རེད།

ཚེ་འདིའི་ནང་དུ་ཡོད་རྒྱུ་ཞུས་པ་ཞིག་ཡིན། ཨ་ནི་ཡོངས་ཁྱབ་ད་ང་ཚོ་བོད་གངས་ཅན་ལྗང་གི་སྐད་ཡིག་ཐོན་མི་དྭ་ཕྲུག་རིག་པ་ཨ་ནི་སམ་དག་དང་དག་ཡིག་ད་དེ་ལས་གཞི་གཅོག་ཆེ་ཨ་ནི་ང་ཚོའི་དེ་ཡིག་རྒྱུགས་ཞུས་པ་ཞིག་རེད། ཨ་ནི་བསམ་པ། དེ་ཡིག་རྒྱུགས་ཀྱི་ལས་རིམ་ནང། དད་པ་དང་དམ་ཚིག་གཙང་མའི་མོས་གུས་དང་ཧུར་བརྩོན་རྣམ་དག་གི་ངང་ནས། བླ་ན་མེད་པ་ཀུན་དབང་ལྷ་དཀོན་མཆོག་གི་བྱམས་པའི་ཐུགས་འདུན་དང་ཁོང་གི་ཐར་པ་དང་ཐུགས་རྗེ་གངས་ཅན་ལྗོངས་དང་འཁྲུངས་པའི་འགྲོ་དོན་ཁོ་ནར་དམིགས་ནས། དངོས་ཤུགས་བརྒྱུད་བསམ་ནས་དམ་ཆོས་ལས་འགལ་བའི་འཇིག་རྟེན་ངན་ལས་གང་གི་མ་གུས་པ་ཞིག་ཡིན། ད་འདི་ན་ང་ཚོས་སོ་སོའི་དད་པ་དང་ཡིད་ཆེས། སོ་སོའི་དད་འདུན།

དེ་ལ་ཡང་དངོས་ཤུགས་བརྒྱུད་བསམ་ནས་དམ་པའི་ཆོས་དང་དགའ་བའི་འཇིག་རྟེན་པའི་ངན་ལས་གང་གིས་ཀྱང་མ་གོས་པ་ཞིག་རེད། ཨ་ནི་བཞི་པ་སྟེ་ཀློག་པ་པོའི་དངོས་གཞི། དེབ་ཀྱི་གོ་དོན་གཉིས་སླ་བའི་ཕྱིར། དང་པོ་གླེང་གཞི་དང་གཉིས་པ་དཀར་ཆག་བསམ་པ་དམ་ཆོས་གསུང་རབ་བག་ཡོད་ཀྱི་ཞལ་ཕྱེ་གསབ་པའི་དངོས་གཞི། བཞི་པ་དཀའ་འགྲེལ་སོགས་བྱས་ནས་རྩོམ་སྒྲིག་གི་གོ་རིམ་བརྒྱུད་དེ་དམ་ཆོས་གསུང་རབ་དངོས་གཞི་སློབ་སྦྱོང་བྱེད་བདེ་བའི་ཕྱིར།

ནི་ཚིག་གིས་རེ་རེའི་བར་རོ་ལ་ཡང། ཨང་ཀི་གི་དབྱེ་བ་བྱེད་ཀྱི། ནི་ཨང་ཀི་དང་པོ་གཉིས་པ་ཚིག་གི་དང་པོ་གཉིས་པ་ཚིག་གི་བསམ་པ་ཚིག་གི་དབྱེ་བ་སྔ་བ་དུ་བྱས་ཀྱི། མ་སློབ་སྦྱོང་གི་བདེ་བོ་ཡོང་བའི་ཕྱིར། ནི་དམ་ཆོས་གསུང་རབ་བྷཱི་བྷ་གི་མཐུན་མོང་མ་ཡིན་པའི་ག། ད་སློབ་སྦྱོང་གི་བདེ་བོ་ཡོང་བའི་གའི་ཕྱིར། ནི་དེ་དམ་ཆོས་གསུང་རབ་བྷཱི་བྷ་གི་སྒྲིག་སྟངས་ཀྱི་ཆ་དེ་ཡོད་རེད། དེ་བྱེད་དུས། སློབ་སྦྱོང་གནང་མཁན་ཡིན་ན་རེད་དེའི་སྐོར་ལ་ཡང། ཞིབ་འཇུག་གནང་མཁན་ཡིན་ན་རེད།

མགོ་མ་འཁྲུ་བ་མགོ་མ་འཐང་བའི་ཆེད་དུ་ཨ་ནི་གསལ་པོ་ཞུ་ཅིག་བྱས་ཏེ་ད་དེའི་ཆེད་དུ། གསུང་རབ་ཀྱི་འབྲི་སྟོང་དེ་ད་ག་རེད་ད་དེ་མ་བཞུས་པ་ཡིན་ན་གསུང་རབ་ཀློག་གནང་མཁན་ཚོས་མཇལ་གི་ཡ་རེད་ད་དེ་འདི་ཀློག་གནང་མཁན་སློབ་སྦྱོང་གནང་མཁན་གྱི་ངོས་ནས་ཡང་གསལ་པོ་མཇལ་ཡོང་གི་རེད་ཨ་ནི་སྔར་བག་དོན་གྱི་བདག་ཉིད་ཆེན་པོ་ལྷ་སྐུ་མཆོག་གི་བཀའ་ལུང་རིན་པོ་ཆེ་འདི་ཁོང་གིས་མི་རིགས་ལ་གནང་བའི་ཞལ་ཁྲིད་དང་བསླུ་བ་མེད་པའི་བྱམས་བརྩེའི་བཀའ་ལྷབ་ཡིན་པ་མ་ཟད་ཚེ་འདི་ཕྱི་གཉིས་ཀྱི་ནང་མི་དེ་མི་རང་བའི་ཐར་པའི་མན་ངག་བྱེད་པ་ཅན་ཞིག་ཡིན། གང་ཟག་རང་ཉིད་ཀྱི་མི་ཚེའི་དོན་སྙིང་གང་ཡིན་སོགས་ཐམས་ཅད་མཐོང་བའི་མེ་ལོང་ལྟ་བུ་ཞིག་ཡིན་པས་དཀོན་བསགས་མེ་ལོང་ཞེས་ཞུ་བའི་དོན་དེ་རང་ཡིན། སྔར། བཀའ་བསྟན་ལས་འཕྲོ་ཅན་གྱི་མ་གཏོགས་དམ་ཆོས་བཀའ་བློན་དུ་ཐུག་པ་དང་ཀློག་པ་ཉམས་ལེན་བྱེད་པའི་གོ་སྐབས་ཨེ་ཡང། ད་ལྟ་ཐུགས་དགྱེས་དང་བཀའ་དྲིན་བརྗོད་དུས་སྐབས་ཡིན་པས། རང་བཞིན་ཤིན་ཏུ་བསོད་ནམས་ཆེན་པོ་རེངས་ལྔ་པ་དེའི་ནང་ལ་དོན་གྱི་བདག་ཉིད་ཆེན་པོ་སྲིད་པའི་བདག་ཉིད་ཆེན་པོ་བླ་ན་མེད་པའི་ལྷ་སྐུ་དབང་ཁུང་གི་ཡལ་ག་དང་ལུང་བསྟན་དེ་རིམ་པས་བཞིན་དུ་ཡིག་ཐོག་ལ་མ་ཕབ་བྱས་རྗེས་ལོ་སྟོང་ཕྲག་བཞི་ཡི་མ་ཅིག་འགྲོ་འོས་རེད་ད་དེ་ནས་བཟུང་བྱས་རྗེས་ནི་ཁོང་གིས་མི་རིགས་ལ་འགྲོ་བ་མིའི་རིགས་ལ་ཡང་ནི་ལྷོད་མེད་པའི་བྱམས་པས་ཁོང་གི་བྱམས་བརྩེའི་བཀའ་ལྷབ་དེ་ཡིན་པ་རེད། འདིའི་ནང་ལ་ཡང་ནི་གང་ཟག་རང་ཉིད་ཀྱི་ཚེ་འདི་དང་ཕྱི་མ་གཉིས་ཀྱི་ནང་ལ་མེད་དུ་མི་རུང་བའི་མེད་མཐའི་མེད་པའི་མཐར་འཕེལ་གྱི་མན་ངག་བྱེད་པ་ཅན་ཞིག་ཡིན་པར་མ་ཟད་ནི་གང་ཟག་རང་ཉིད་ཀྱི་མི་ཚེའི་དོན་སྙིང་གང་ཡིན་སོགས་ཐམས་ཅད་མཐོང་བའི་མེ་ལོང་ལྟ་བུ་ཡིན་པས་ནི་གང་ཟག་སོ་སོའི་གི་མི་ཚེ་སྔགས་དང་བདག་དང་མ་འོངས་མི་ཚེ་གི་དོན་སྙིང་དེ་ག་རེ་ཡིན་མིན་དེ་ནི་དམ་ཆོས་གསུང་རབ་བརྒྱུད་ནང་ལ་གསལ་པོ་ཡོད་ཙང་ཨ་ནི་འདིའི་དེབ་འདི་ག་མིང་ཟེར་ན་མི་འདུག Title ང་ཚོ་སྤྱི་ཐང་བོད་ཡིག་གི་ནང་ལས་མིང་གཉིས་ཀྱི་ནང་ལ་ཚང་མ་འདུས་གི་ཡོད་རེད་ད། འདོད་ཆགས་ཀྱི་མིང་ཅེས་རྗེས་གྲུབ་ཀྱི་མིང་ཅེས། ད་ཡིན་ན་དབྱིན་ཇི་ཐོག་ལ Title ཟེར་དུས་ཚང་མ་ལ་ད་མིང་ཡིན་པ་ཅེས་མིང་ཐབས་ཟེར་གོ་ར་ད་གོ་མིང།

ད་དེ་གའི་དེའི་ནང་ནས་ཀྱང་ཡོངས་གྲགས་ད་ང་ཚོའི་ནམ་རྒྱུན་ཀློག་བསྡད་པ་དེ་ཀིང་རྒྱེམ་སི་ཟེར་མཁན་འདྲ་བོ་དང་ཨན་ཨ་བྷི་ཟེར་མཁན། དེ་གའི་དེ་ད་གསུང་རབ་ཀྱི་མིང་ཆགས་བསྡད་རེད་མ་གཏོགས་གསུང་རབ་ཁོ་རང་དེ་ཧོ་ལི་བྷའི་བུ་རང་རེད། ད་དེ་ང་ཚོའི་ཀུན་བཟང་མེ་ལོང་ཞུ་བ་དེ་ཧོ་ལི་བྷའི་བུ་རང་རེད་མ་གཏོགས་གཞན་པ། ཚིག་གཅིག་དེའི་སྒང་ལ་སྣོན་ཡོད་མ་རེད་ཚིག་གཅིག་དེའི་ནང་ན་མ་བྱས་ཡོད་མ་རེད་ད་བླ་ན་མེད་པའི་ཀུན་དབང་གི་བཀའ་དང་ལུང་བསྟན་དེ་གའི། ལོ་བརྒྱ་ཕྲག་སྟོང་ཕྲག་མང་པོ་ཅིག་ཡོང་བ་དེ་གཞིར་བཞག་བྱས་པ་རེད་མ་གཏོགས་ང་ཚོའི་སོ་སོའི་སྐད་ཆ་དང་སོ་སོའི་སྐད་ཡང་ད་འདྲ་དེ་ཡོད་མ་རེད། དེ་བྱས་དུས་བསམ་པ་ད་ཡིན་ན་མིང་དེ་དུག་སུ་བྱས་མཚན་དེ་དུག་སུ་བྱས་ཨ་ནི་དཀོན་ས་མེ་ལོང་བཞི་ད་ཡང་ད་ལྟ་ང་ཚོའི་ཐོན་མིའི་བརྡ་སྤྲོད་རིག་པའི་བོད་སྐད་ནང་ལ་བསྒྱུར་བའི་ཉིས་སྟོང་ཉི་ཤུ་ལོ་པར་སྒྲོན་ཞུས་པའི

ཨ་ནེ་འགྲོ་བ་མིའི་རིགས་ལ་ཡང་བདག་ཉིད་ཆེན་པོ་ཁོང་གི་ཐུགས་ཀྱི་བཀའ་དྲིན་གཟིགས་གནང་གྱིས་ཨ་ནེ་བཀའ་དྲིན་རྒྱུད་དུས་སྐབས་ཡིན་ཙང་ད་དེ་ནས་ང་ཚོ་མི་རིགས་སོ་སོས་འཛམ་བུ་གླིང་ནང་ལ་སྐད་རིགས་མང་པོ་གཅིག་ཨ་ནེ་མི་རིགས་སོ་སོས་ཀྱི་སྐད་ཡིག་སྐད་ཡིག་སོ་སོས་ཀྱི་ནང་ལ་ཡང་ཨ་ནེ་སེར་པོ་བཅས་སོ་སོའི་སྐད་ཡིག་ནང་ལ་ཀློག་ཐུབ་པ་དང་སོ་སོའི་སྐད་ཡིག་ནང་ལ་སློབ་སྦྱོང་བྱེད་ཐུབ་པ་སོ་སོས་ཀྱི་ཉམས་ལེན་བྱེད་ཐུབ་པ།

རང་རེའི་དད་ལྡན་པ་རྣམས་ཀྱིས་དགའ་ཞིང་མོས་གུས་ཆེན་པོས་ཉིན་མཚན་མེད་པར་བརྩོན་པར་བརྟེན་ནས། དོན་གྱི་བདག་ཉིད་ཆེན་པོ་ཀུན་དབང་ལྷ་སྐུ་མཆོག་གི་བཀའ་ལུང། བཀའ་དང་ལུང་བསྟན། ཆེའི་རིན་ཐང་ཆེ་བ་འཛམ་གླིང་གི་སྤྱི་ནོར་ཆེ་བ་གངས་ཅན་བོད་ཀྱི་ཆོས་སྐལ་རྣམ་གཡེང་ལུང་དུ་བསྟན་པའི་དམ་ཆོས་འདི་ཕྱིར་བླང་དོར་གྱི་ལམ་སྟོན་ཐར་པའི་མན་ངག་ཆེ་བ་ཅན་འདི་ཉིས་སྟོང་ཉི་ཤུ་ལོ་ཐོག་མར་བོད་བརྒྱུད་ཀྱི་ལས་ཀྱི་ལེགས་གྲུབ་བྱུང་བ་ཞིག་ཡིན།

ཡིག་ནོར་ནང་དུས་དོན་བཅོས་ཀྱི་བྱེད་བཞིན་འགྲོ་གི་ཡིན་པས། ཀློག་པ་པོ་ཁྱེད་ཀྱིས་ཞབས་ཕྱི་འདིའི་ནང་མཉམ་ཞུགས་དང་ནོར་བཅོས་རོགས་རམ་དང་བསམ་འཆར་སོགས་ལ་ང་ཚོས་སྙིང་ཐག་པ་ནས་དགའ་བསུ་ཞུ་བཞིན་ཡོད། ལྷ་མོ་གཉིས་ཀྱི་ཞབས་ཕྱི་དང་གང་འཕྲད་ལས་འགན་ཞིག་ཀྱང་ཡིན་པ་མཁྱེན། ད་ང་ཚོའི་དགའ་ཡ་འདུན་པའི་འདུན་པ་དེ་ལ་ཡ་ཨ་ནི་དོན་གྱི་བདག་ཉིད་ཆེན་པོ་སྐྱབས་གནས་དམ་པ་སྐྱབས་ཡུལ་ཁོང་གི་ཡ་ཁོང་མ་གཏོགས། ཨ་ནེ་རང་བཞིན་ང་ཚོ་མི་རིགས་ཚང་མ་འཇིག་རྟེན་འགའ་བྱ་བ་ལས་ཀ་ཚང་མ་ཡང་དག་པ་ཤེས་རྒྱ་ཤེས་རྒྱ་ཡང་དག་པ་ཞིག་མ་ཡིན་པའི་རྐྱེན་གྱིས་ཨ་ནེ་ངལ་རྩོལ་གྱི་ཞབས་ཕྱི་འདིའི་ནང་ལ་ཡང་ལྷག་བསམ་རྣམ་དག་དངོས་གནས་དད་པ་དང་དམ་ཚིག་གཙང་མས་ཀྱི་ཡང་ལྷག་བསམ་རྣམ་དག་གི་ངང་ནས་ཧུར་བརྩོན་འབད་བརྩོན་བརྩོན་འགྲུས་ཞུ་གཅིག་བྱས་བྱས་རྒྱུ་ཡོད་རེད་དེ་ད་དུང་ཡང་མ་འདང་བའི་ཆ་དང་ད་ལྟ་ཡང